དེ་དེ་བྱས་བྱུང་ང་ལ་ནི་རྒྱབ་ཏུ་ཅང་ཁང་གཅིག་མེད་ང་ནི་སྐད་ཅིག་ལབ་ཤེས་མེད་ང་ནི་ཅང་དང་ལུག་རྫི་ཡིན་ཅི་གང་གཅིག་ཤེས་མེད། དེ་ང་རྒྱབ་མེད་དེ་ད་ལྟ་བར་དུ་ལོ། བཅུ། ང་རྒྱ་གཞོག་མེད་ལུས་སོང། རྒྱ་གཞོག་མེད་དེ་ཡིན་རྒྱ་གཞོག་མེད་དེ་དུས་གང་ལ་ནི་ང་སྐད་ངར་པས་མ་གཅིག་ཁྲིད་བྱུང། ལྟས་ངག་སྐུ་ངོ་དོན་གྲུབ་བཀྲ་ཤིས་ཀས་བཏང་དུས་ན་ནས་སྐུ་ངོ་དོན་གྲུབ་བཀྲ་ཤིས་ཀྱིས་ང་ལ་འགྲམ་ལྕག་ཞུས་བྱུང། འགྲམ་ལྕག་ཞུས་ལྟས་བྱུང་མི་འདུག་སྤུད་བྱུང། དེ་སྤུད་དུ་གང་ལ་ནི་མི་མང་པོ་ར་འུང། ང་ཁོ་ནང་ལ་ཕྱི་ལོག་དོན་མ་ཐུབ་དེ་ཡིན། དེ་རྒྱ་ཞོག་དོན་མེད་ང། སྐུ་ངོ། སྐུ་ངོ་ལས་ཁུངས་ལ་ཡི་གེ་བཏང། མོ། རེས་གཟའ་མེད་གཅིག་གང་གཅིག་མེད་བཟོ། བུ་གསོ་ཁང་ལ་ཡི་གེ་བཏང། སྤྲུལ་སྐུ་བུ་ར་བླ་བྲ་ལ་བཏོན་ཡག་གི་བྱིས་བྱས། བུ་ཁྱིམ་བཀའ་དྲིན་ཅན་གྱི་ང་བླ་བྲ་ཡི་གེ་བླ་བྲ་བཏོན་མ་བྱུང། ངས་སྤྲུལ་སྐུ་བཞག་བྱུང། དེ་རྒྱལ་ཡོངས་གཉིས་པ་ལ་ང་ཨིན་ཏུ་སི་ཐེ་ཏུ་ཁང་ལ་ང།

ཁྱོད་རང་མིག་མཐོང་ལག་འཛིན་བྱེད་མི་མཐོང་བྱུང་ན་ངེད་ཀྱི་ཉེས་པ་ཆད་ལྟ་ག་ལ་བྱེད་དེ་འདི་ནི་ང་ལ་མཐོང་མ་བྱུང་ག་རེད། ཉིན་མོ་ནི་མི་སྟོད་རེད་ང་ནང་མི་སྟོད་གི་མེད་རེད། ངས་ནི་མཐོང་མ་བྱུང་ཟེར་རིན་ཏེ། རྒྱལ་བོན་གྱིས་ཡག་པོ་རྩད་གཅོད་བྱེད་དགོས་རེད་རྩ་འདི་ཧ་གོ་བྱུང་ན་ངེད་ཀྱི་ཆད་པ་ཉེས་པ་ཆད་པ་ག་ལ་བྱེད་བྱུང་འདི་ལྟར་བྱས་ནས་ནི་ད་ལྟ་བར་དུ་ནི

སྐུ་ངོ་སྤྲུལ་སྒྲུབ་བཀྲ་ཡིས་བསྙབ་སྤྲོད་བཏང། དཔེ་མི་གཟིགས་ཀྱི་དཀའ་ངལ་འཕྲད། ད་རུང་སྐུ་ངོ་སྤྲུལ་སྟོན་སྒྲུབ་བཀྲ་ཞིག་ངེད་ཡུག་ས་མ་འུ་ཅིག། སྤུ་ར། སྤུས། བོད་ཀྱི་ཁུངས་མདོག་ནི་སྤུས། ད་རུང་ཁོ་ཧམ་པ་མི་བྱེད་ཆེ་མདོག་ད་རུང་ཁོ་ལས་ཀ་ཡག་པོ་ཅིག་བྱེད་ཞོད་མདོག་མདོག་ད་རུང་ཁོ་སྤྱི་འཐུས་ལ་བོད་ལང། ག་འདྲ་ཧམ་པ་ཚ་བོ་འདུག་ད་ཁོ་སྤྱི་འཐུས་ནས་སྤྱི་འཐུས་ཀྱི་གཡུག་ནས་ད་ཡི་ཁོ་སྤྱི། ལ་དྭགས་མི་དམངས་གཉོམ་ཆུང། ཅང་ཁ་གྲགས་མི་བྱེད། ཅི་གང་རྟགས་དེ་ལ་བསྙབ་བཅོས་བཏང་དགོས་ཟེར་ནས་རྟགས་གོ་ལ་དག་ལ་ལོག་འོང་དྲག་གི་ཁོ་བསྙབ་བཅོས་བཏང་ཡ་བྱུང་ལ་ཡུག་ཙཱ་མ་ཝུའུ་ལ་ཁུར། དེས་སྨིན་ཚིག་ཡུག་ཙཱ་མ་ཝུའུ་བསླབ་གྲྭ་ལ་བཏོན་ཡ་ཏཱ་པུར་ར་ཁུག་གི་ཐ་ངན་བཏང། ད་རུང་ཁོ་ལས་ཀ་ཡག་པོ་བྱེད་ཞོད་མདོག་མདོག། ཁོ་སྤྱི་འཐུས་ལ་ལངས་ཀ་བྱེད་སོང་གི། ད་ཡང་ཁོ་ཐུར་རྒྱབ་བབ་དྲག་གི་ལ་དྭགས་མི་མང་ལ་བསྙབ་བཅོས་བཏང་དགོས་ཟེར་ལོག་འོང་གི་རེད་ད་ཡང་ཁོ་བསྙབ་བཅོས་བཏང་འདོད་རེད།